གཡུང་དྲུང་བོན་གྱི་བསྟན་པའི་མཛེས་རྒྱན་ཡོངས་འཛིན་སློབ་དཔོན་བསྟན་འཛིན་རྣམ་དག་རིན་པོ་ཆེ་མཆོག་དགུང་ལོ་བརྒྱ་ལ་ཕེབས་པ་དང་བསྟུན་ཁོང་གི་སྐུ་ཚབ་ཁག་ཅིག་བཞུགས་སྒར་རྡ་རམ་ས་ལར་ཆེད་བཅར་གྱིས་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་མཇལ་བཅར་ཞུས་ཏེ། གང་ཉིད་རྟེན་འབྲེལ་མགོན་དཔུང་དམ་པར་སྐུ་ཚེ་ཡུན་རིང་བརྟན་པའི་གསོལ་འདེབས་ཞུས་འདུག་རྡོ་རྗེ་སྒྲོལ་མ་ལགས་ཀྱིས་སྙན་སྒྲོན་གནང་གི་རེད། ཟླ་བ་བཅུ་གཉིས་པའི་ཚེས་སུམ་ཅུ་རེས་གཟའ་ཟླ་བ་ཉིན་གྱི་སྔ་དྲོར་བཞུགས་སྒར་རྒྱལ་བའི་ཕོ་བྲང་དུ་བོད་མིའི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་མོ་མཆོག་གིས། གཡུང་དྲུང་བོན་གྱི་གདན་ས་ཆེན་མོ་དཔལ་ལྡན་ཁྲི་བརྟན་ནོར་བུ་རྩེའི་མཁན་ཆེན་ལུང་རྟོགས་བསྟན་པ་གཡུང་དྲུང་རིན་པོ་ཆེ་མཆོག་དང་དཔོན་སློབ་ཚངས་པ་བསྟན་འཛིན་ལགས་དེ་བཞིན་དགོན་པའི་ལས་སྣེ་ཁག་ཅིག་ལ་མཇལ་ཁ་བསྩལ་གནང་མཛད་ཡོད་པ་དང། སྐབས་དེར་བོད་མི་མང་སྤྱི་འཐུས་དགེ་བཤེས་སྨོན་ལམ་མཐར་ཕྱིན་ལགས་ཀྱིས། ཡོངས་འཛིན་སློབ་དཔོན་བསྟན་འཛིན་རྣམ་དག་རིན་པོ་ཆེས་ད་ལྟ་བར་དུ་གཡུང་དྲུང་བོན་གྱི་བསྟན་པའི་དོན་དག་ལ་ཕྱག་ལས་གནང་རྗེས་ཚང་མ་ཚང་མ་དེ ྋགོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ཨ་ནི་བཀའ་སློབ་ལམ་སྟོན་གནང་བ་དེ་སོགས་ཞི་འཇགས་བྱས་ནས་སྤོབས་པ་ཆེན་པོ་དོན་འགྲུབ་ཐོག་ནས་གནང་ཡོད་རེད་ཨ་ནི་ད་ལོ་རིན་པོ་ཆེ་དགུང་ལོ་བརྒྱ་ལ་ཕུལ་གི་ཡོད་པ་དང་ཨ་ནི་སྤྱི་བསྡོམས་ཀུང་སི་སྐྱབས་མགོན་ཆེན་པོ་མཆོག་དགུང་ལོ་དགུ་བཅུ་ཐམ་པ་ལ་ཕུལ་གི་ཡོད་དུས་ཨ་ནི་ཡོངས་འཛིན་རིན་པོ་ཆེ་ད་ལྟ་དང་སྐུ་གཟུགས་གནས་སྟངས་དང་དོན་འགྲུབ་ཀྱི་ཐོག་ནས་ཚུར་ཕེབས་ཐུབ་ཡག་གི་གནས་སྟངས་མེད་རེད་ཡིན་ནང་ཕ་གི་ནི་ཨ་ནི་རིན་པོ་ཆེ་ཁོང་རེ་གི་མི་འདྲ་སྐུ་གསུང་ཐུགས་རྟེན་དང་ཀུང་སི་སྐྱབས་མགོན་ཆེན་པོ་མཆོག་ཨ་ནི་སྐུ་ཚེ་བསྐལ་བརྒྱར་བརྟན་པའི་ཐུགས་སྨོན་ཤིས་ཚིག་དེ་སོགས་ཕུལ་ཡག་དང། རིན་པོ་ཆེ་ཁོང་རེ་དགོང་ལོ་བརྒྱ་ལ་ཕུལ་གི་ཡོད་དུས། དེ་གའི་སྐུ་ཚེ་ལ་བར་ཆོད་མི་ཡོང་བའི་ཐུགས་སྨོན་སྐྱབས་འཇུག་ཞུ་ར་དེ་ཆེད་དུ་རེན་བཅར་བ་རེད། སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་ལ་སྙན་གསེང་ཞུ་ཡིན་ཐུགས་སྙིང་པོ་གནང་སོང། གཡུང་དྲུང་བོན་གྱི་བསྟན་པའི་མངའ་བདག་ཡོངས་འཛིན་སློབ་དཔོན་བསྟན་འཛིན་རྣམ་དག་རིན་པོ་ཆེ་མཆོག་ནི། གཅིག་སྟོང་དགུ་བརྒྱ་དྲུག་ཅུ་རེ་གཅིག་ལོར ྋགོང་ས ྋསྐྱབས་མགོན་ཆེན་མོ་མཆོག་དང་ཐོག་མར་མཇལ་བ་ནས་བཟུང་ཁོང་ནི་མགོན་པོ་མཆོག་གི་བཀའ་དགོངས་ལམ་སྟོན་བཞིན་ཤར་བསྐྱོད་ཀྱིས་གཡུང་དྲུང་བོད་ཀྱི་བསྟན་པ་འཛིན་སྐྱོང་སྤེལ་གསུམ་གང་ལེགས་གནང་ཡོད་པ་དང། ཡོང་རྒྱུའི་སྤྱི་ལོ་ཉིས་སྟོང་ཉིས་སེ་ལྔ་ལོར་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་མོ་མཆོག་དགུང་གྲངས་དགུ་བཅུ་ལ་ཕེབས་ཀྱི་ཡོད་པ་བཞིན་རིན་པོ་ཆེ་ཁོང་ཡང་དགུང་ལོ་བརྒྱ་ལ་ཕེབས་ཀྱི་ཡོད་པར་བརྟེན། མགོན་པོ་མཆོག་སྐུ་ཚེ་ཡུན་རིང་བརྟན་ཆེད་དུ་མེ་འབྲས་སྐུ་གསུང་ཐུགས་རྟེན་དང་ཐུགས་སྨོན་ཤིས་ཚིག་ཕུལ་བ་དང་ཆབས་ཅིག་མགོན་པོ་མཆོག་གི་ཐུགས་སྨོན་སྐྱབས་འཇུག་གནང་སྐྱོང་ཡོང་བ་ཞུ་ཆེད་དུ་བཅར་ཡིན་སྐོར་འདི་ག་ཨེ་ཤེ་ར་ཨོང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་བྱུང། མ་ཟད་སྤྱི་འཐུས་དགེ་བཤེས་སྨོན་ལམ་མཐར་ཕྱིན་ལགས་ཀྱིས་སྐབས་དེར་ཁོང་ནས་གོང་ས་སྐྱབས་མགོན་ཆེན་མོ་མཆོག་ལ་སྙན་སེང་ཞུས་སྐབས་མགོན་པོ་མཆོག་ནི་སློབ་དཔོན་བསྟན་འཛིན་རྣམ་དག་རིན་པོ་ཆེ་མཆོག་ནི་ལྷ་མ་རྩ་ཆེན་ཞིག་ཡིན་ཞེས་བཀའ་བསྩལ་བ་དང་སྦྲགས་ཐུགས་སྨོན་སྐྱབས་འཇུག་གནང་རྒྱུའི་ཞལ་བཞེས་བཟང་པོ་གནང་ཡོད་སྐོར་གསུངས་བྱུང། རྩ་བའི་དེ་སྔོན་ཕྱི་ལོ་ཉིས་སྟོང་ཉིས་ས་གཅིག་ཟླ་བ་བདུན་པའི་ནང་བོད་མིའི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་མོ་མཆོག་གིས་གཡུང་དྲུང་བོན་གྱི་སློབ་དཔོན་བསྟན་འཛིན་རྣམ་དག་རིན་པོ་ཆེའི་སློབ་མ་རྣམས་ལ་བཀའ་བསྩལ་བའི་སྐབས། བོད་ལ་ནང་ཆོས་མ་དར་གོང་བོད་མི་རིགས་ཀྱི་ཡུལ་སྲོལ་གོམས་གཤིས་དང་ཐད་ཀར་འབྲེལ་བ་ཡོད་པ་དེ་ནི་བོན་གྱི་ཆོས་ལུགས་དེ་ཆགས་ཡོད་པས་དེ་ཉམས་སུ་ལེན་དགོས་པ་གལ་ཆེ་བའི་སྐོར་བཀའ་སློབ་སྩལ་གནང་ཡོད་པ་དང་སྦྲགས། སློབ་དཔོན་བསྟན་འཛིན་རྣམ་དག་རིན་པོ་ཆེ་ནི་ལྷག་བསམ་རྣམ་དག་ཅན་ཞིག་དང། བྱེ་བྲག་ཏུ་བོན་གྱི་བསྟན་པར་ཐུགས་ཁུར་ཆེན་པོ་བཞེས་ཡོད་སྐོར་བཀའ་སྩལ་གནང་ཡོད་པ་རེད། བསྟན་འཛིན་རྣམ་དག་ཨེ་ནི་ཅི་སྔ་ན་ཅི། དང་བོད་ང་ཡུན་རིང་པོ་ད་ཤི་བ་རེད། ངོ་ཤེས་པ་རེད། བསམ་པ་རྣམ་དག་དངོས་གནས་དྲང་གནས་ཀྱི་སྤྱི་རྒྱུད་ཀྱི་བསྟན་པ་རེད་ཡ། རྩེ་གཅིག་ཏུ་པའི་ཁ་ཐོག་ཞབས་འདེགས་སྒྲུབ་མཁན་གྱི་ཆ་དེ་ཡོད་རེད། ཨོ། ཨེ་ནི། བྱེ་བྲག་ཏུ། ད། བོན་གྱི། ཨོ། ཅེས་བཀའ་སྩལ་བ་དང་བསྟན་པ། ད་དེའི་ཐོག་ལས་ཁོ་རང་ཐུགས་ཁུར་ཞི་བོ་སྐྱེད་བྱེད་བཙུགས་ས་རེད། གཡུང་དྲུང་བོན་གྱི་མངའ་བདག་ཡོངས་འཛིན་བསྟན་འཛིན་རྣམ་དག་རིན་པོ་ཆེ་མཆོག་ནི། ཞང་ཞུང་མགོ་དཔེ་ས་གནས་ཁམས་སྙིང་ཞེས་པའི་ཡུལ་དུ། ཡབ་དེའུ་དཔག་བསམ་དང་ཡུམ་གདོང་ས་དགའ་ཆུང་གཉིས་ཀྱི་སྲས་སུ་སྤྱི་ལོ་ཆིག་སྟོང་དགུ་བརྒྱ་ཉི་ཤུ་རྩ་དྲུག་ལོར་སྐུ་འཁྲུངས་ཤིང། སྤྱི་ལོ་ཆིག་སྟོང་དགུ་བརྒྱ་ཞེ་བཞི་གཉིས་ལོར་དགུང་ལོ་བཅུ་བདུན་བཞེས་པ་དང་རྒྱལ་ས་སྨན་རིང་དུ་ཕེབས་ཏེ་རྒྱལ་ཚབ་ཚགས་པའི་དགེ་སློང་དང་དགེ་རྒན་བསོད་ནམས་རིན་ཆེན་སོགས་ཀྱི་དྲུང་ནས་སྡོམ་ཁྲིམས་བཞེས་གནང་ཡོད་པ་དང། སྤྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུའི་ཚུན་ནས་ད་ལྟའི་བར་བོན་གྱི་མདོ་སྔགས་སེམས་གསུམ་གྱི་འགྲེལ་བ་དང་རྒྱལ་རབས་ལོ་རྒྱུས་བཟོ་རིག་གི་རྣམ་བཤད་སོགས་གསུང་རྩོམ་པོ་ཏི་བཅུ་ཕྲག་བརྒལ་བ་རྩོམ་གནང་ཡོད་འདུག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་རྡོ་རྗེ